རྣམ་པ་ཚང་མའི་མཁྱེན་གསལ་ནང་བཞིན་དུ། བོད་ཟླ་བཞི་པ་དེ་དེ་ནི་ས་ག་ཟླ་བའི་དུས་ཆེན་འཆར་ལ་ཉེ་བའི་མཚམས་འདི་ནས། རྣམ་པ་ཡོངས་ལ་རིས་རྒྱུད་མདོར་བསྡུས་ཀྱི་དྲ་ལམ་ནས་བརྒྱུད་དེ་དག་ཞུ་གི་ཡོད། དེ་ནས་སྤྱིར་བཏང་ད་ང་ཚོ་བོད་པ་མང་ཆེ་ཤོས་ཀྱིས་དང། མ་ཡང་ད་ནང་པ་སངས་རྒྱས་པའི་ཆོས་པ། སྟོན་པའི་རྗེས་འཇུག་ཅིག་ཡིན་ནས་བཟུང། དེ་ནས་ཟླ་བ་འདི་ལ། མཐོང་ཆེན་དང་བརྩི་ཆེན་ཞིག་གནང་གི་ཡོད་རེད། དེའི་རྒྱུ་མཚན་དེ། ཟླ་བ་འདིའི་ནང་དུ་དགེ་བའི་ལས་དང་སྡིག་པའི་ལས། དགེ་སྡིག་གི་ལས་ག་འདྲ་བ་ཅིག་གནང་ན། འགྱུར་ལྡོག་ཆེན་པོ་ཅིག་དང་འཕེལ་ལྡོག་ཆེན་པོ་ཞིག་འགྲོ་གི་ཡོད་པའི་རྒྱུ་མཚན་གྱིས། དེ་ནས་ད་ལྟ་བ་འདི་ལ་མཐོང་ཆེན་དང་རྩིས་ཆེན་གནང་གི་ཡོད་རེད། ཟླ་བ་འདིའི་ནང་དགེ་སྡིག་གི་ལས་གང་བྱས་ན་འགྱུར་ཆེན་དང་ཕེག་སྟོབས་ཆེན་པོ་ཞིག་འགྲོ་བའི་རྒྱུ་མཚན་དེ་ཡང་ག་འདྲས་རེད་ཟེར་ན། ད་ལྟའི་བར་ཆད། ནང་པ་སངས་རྒྱས་པའི་ཆོས་ལུགས་དང་འབྲེལ་བའི་དབང་གིས་རེད་ཟེར། འགྲེལ་བཤད་བརྒྱད་དགོས་ཀྱི་གཅིག་དང། ཡང་མིན་ན་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་པ་དམིགས་བསལ་བ་ཞིག་དང་འབྲེལ་བའི་རྒྱུ་མཚན་གྱིས་རེད་ཟེར། འདི་ནི་འགྲེལ་བཤད་བརྒྱབ་དགོས་ས་རེད། དེ་ཡང་ནི། ཟླ་བ། འདི་དང་ས་ག་ཟླ་བ། རེད་བ་ས་ག་ཟླ་བ་འདིའི་ནང་དུ། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི། དང་པོ་འཇིག་རྟེན་འདིར་ཀུན་འཁྲུངས་པའི་མཛད་པ་དང། དེ་ནས་བར་དུ་མངོན་པར་རྫོགས་པར་སངས་རྒྱས་པའི་མཛད་པར་དང། དེ་ནས་མཐའ་མ་ཡོངས་སུ་མྱ་ངན་ལས་འདས་པའི་མཛད་པ་དེ། དེ་ནས་མཛད་པ་དེ་གསུམ་པོ་སྣང་ས་དེ་ས་ག་ད་བ་རེད། མཛེས་པ་དེ་གསུམ་པོ་འཛོམས་ཏེ་ཡོད་ས་དེ་ས་ག་ད་བ་རེད། དེ་འདྲ་ཡིན་དུས་ས་ག་ད་བ་དེ་ལ་ད་ང་ཚོ་ཚང་མས་ཡོངས་གྲགས་ལ་དུས་ཆེན་གསུམ་འཛོམས་ག་ད་ག་ད་ད་བ་དེ་འདྲས་ཟེར་གི་རེད། དེ་འདྲས་ཡིན་དུས་དེ་འདྲ་བའི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་ནི་བླ་ཆེན་གི་ཐུགས་ཀྱི་མཛད་པ་མང་པོ་ཅིག་སྣང་སྲིད་ཟླ་བ་ཡིན་པའི་རྒྱུ་མཚན་གྱིས། དེ་ནས་ཟླ་བ་དེའི་ནང་དུ་དགེ་སྡིག་གི་ལས་གང་བྱས་ན་འཕེལ་སྟོབས་ཆེ་བ་དང་འགྱུར་ཆེ་བའི་རྒྱུ་མཚན་དེ་ཡང་དེ་རེད། ཞེས་རྒྱུ་མ་གཏོགས་གཞན་པ་ཅི

བཞག། འཇིགས་ཆེན་བཞི་རིང་བསྲེལ་ཡ་དེ། ལོ་དེ་དང་ཟླ་བ་དེ་དང་ཚེས་དང་ཞག་དེ་དག་ལ། དེ་ནས་སྟོན་པ་སངས་རྒྱས་ལ་སོགས་པའི་སངས་རྒྱས་ཞིང་ཆེན་གསུམ་པ་རྣམས་ཀྱིས། དེ་ནས། མཛེས་པ་བདག་དམིགས་གསལ་བར་སྣང་བའི་རྒྱུ་མཚན་གྱིས། དེ་ནས་ལོ་དང་ཟླ་བ་ཞག་དང་ཚེས། དེ་འཇུ་ཆེན་ལ་ལྟ་རེ་དགེ་སྡིག་གི་ལས་གང་བྱས་ན་འཇུ་ཆེན་འགྲོ་བའི་རྒྱུ་མཚན་དེ་རེད་མ་གཏོགས་ཁ་ཁ་ཅིག་འཇུ་ཆེན་རྒྱག་རྒྱུ་ཡོད་ས་མ་རེད། དེ་ནང་བཞིན་ས་ག་ཟླ་བ་འདིའི་ནང་དུ་དགེ་སྡིག་གི་ལས་གང་བྱས་ན་ཡང་འཇིགས་ཆེན་ཡིན་པའི་རྒྱུ་མཚན་དེས་ད་དམིགས་བསལ་དགེ་སྟོན་པ་སངས་རྒྱས་ཀྱི་ཟླ་བ་འདིའི་ནང་དུ་མཛད་པ་གསུམ་གནང་པའི་རྒྱུ་མཚན་གྱིས་རེད་ཅེས་བཤད་དགོས་ཀྱི་རེད། དེ་ནས་ད་རྒྱལ་མཚན་དེ་ལ་བསྟན་ནས། ད་ནང་པའི་སློབ་མ། བཅོམ་ལྡན་འདས་ཀྱིས་རྗེས་འཇུག་མང་ཤོས་ཤིག་གིས་སྔར་ནས་ད་བར་དུ། དེ་ནས་རྒྱུ་འབྲས་བདུད་དཔུང་བཞི་ཡག་གི་སུ། ཡོད་རེད། དེ་ནས་ད་རང་ཡང་ས་ག་ཟླ་བ་འདིའི་ནང་དུ་དགེ་བ་སྒྲུབ་ཡ་དང་སྡིག་པ་སྤང་ཡ་གི་ལན་གུ་ཞིག་སུ་ཡོད་པ་ཤེས་ཤ་རེད། དེའི་ཐོག་དམིགས་གསར་དུ་དེ་ནས་སྒེར་གི་ངོས་ནས་ཡིན་ནའི་འདྲ། དགོན་པ་གི་ངོས་ནས་ཡིན་ནའི་འདྲ། ཚོགས་པ་རང་རང་སོ་སོའི་ངོས་ནས་ཡིན་ནའི་འདྲ། དེ་ནས་ཅིག་སེམས་ཅན་གྱི་སྲོག་གཅོད་པའི་ལས་སྤང་ཡང་དང། དེ་བཞིན་དུ་མིག་སེར་གྱི་སེམས་ཅན་སྲོག་གཅོད་པའི་ཤ་དང་ཁྲག་ལ་ལོངས་སྤྱོད་པའི་ལས་སྤང་ཡང་གི། ད་དེ་འདྲ་བའི་དག་གི་ལིང་གི་ཡོག་པོ་ཅེས་དཔེར་དང་དཔེ་བཞིན་པ་དེ་འདྲ་བ་ཅིག་རེད། དེའི་རྒྱུ་མཚན་གྱིས་མང་ཤོས་ཤིག་གིས། ལ་ལ་ཞིག་གི་ཟླ་བ་འདི་ལ་དཀར་གཟིག་ཟླ་བ་ཞེས་ད་གཏོགས་འདུག་བ་དཔེ་ཡག་པོ་རེད། ནང་དོན། དེ་ནི་ཟླ་བ་འདི་ནང་གི་འཚོ་བ་དེ་ཁོ་རང་ཕྱིར་སྡུག་པ་དང་མ་འབྲེལ་བར་ཞེ་དྲགས་སེམས་ཅན་སྲོག་གཅོད་པ་དང་དེ་ནི་བདག་གི་སེམས་ཅན་སྲོག་གཅོད་པའི་ཤ་ཁྲག་ལ་ལོངས་སྤྱོད་པའི་སྡིག་པ་དང་སྡིག་གཟིགས་དང་མ་འབྲེལ་བའི་དམིགས་བསལ་གྱི་དེ་ནི་འཚོ་བ་ཞིག་ཡིན་པའི་དབང་གིས་དེ་ནི་ང་རང་ཚོ་གི་འདི་ལ་དཀར་ཟས་ཟླ་བ་ཟེར་དེ་དེ་འདྲ་ཅིག་གནང་གི་ཡོད་རེད་དེ་དཔེ་ཡག་པོ་རེད་དེ་འདྲའི་ཡིན་དུས་ང་རང་ཡང་ལིང་གི་སྡེ་ལ་རྗེས་སུ་ཡི་རང་དང། དེ་ནས་ལིང་གི་སྡེ་ལ་ཅི་དགར་ཟེར་རེ་ཅིག་མུ་པར་དང་དགའ་བའི་ཚབ་ཏུ་དག་དེ་དག་གི་ཕྱོགས་ནས་དྲན་དཀར་ཟེར་དགོས་ན་རེ་རྒྱུ་འདུག་དུས་ཀྱི་ཤུལ་ན་དྲན་སོང་ཟེར་ཡ་དེ་གཅིག་ཡིན། ཤེར་སྟོང་གི་སེམས་ཅན་ལ་གནོད་པའི་ལས་བཤོས་རེད། ལྷག་པར་དུ་སེམས་ཅན་གྱི་ཚེ་སྲོག་ལ་གནོད་པའི་ལས་སྤངས་པ་དེ། དམ་པའི་ཆོས་ཕྱོགས་ནས་བཤད་ནའི་འདྲ། རྗེ་བསྟན་གྱི་ངོས་ནས་ཟེར་དགོས་པ་བཤད་ན་འདྲ། ད་འདི་ཀྱི་ཡེ་རབས་ཀྱི་བཤོས་པ་ཆེ་ཤོས་བཟང་པོའི་བཤོས་པ་དང་ཆེ་ཤོས་ཀྱི་བརྩི་གི་ཡོད་རེད། སྲོག་གཅོད་པའི་ལས་དེ་དག་སྒྲིག་པ་རྣམས་ཀྱི་ནང་ནས་ཆེ་ཤོས་རེད། དེ་ཡིན་པའི་རྒྱུ་མཚན་གྱིས་སྲོག་གཅོད་སྤངས་པའི་ལས་དང་སྲོག་གཅོད་སྤངས་པ་དང་འབྲེལ་བའི་ཤ་ཁྲག་གི་སྡེ་གཟིགས་སྤངས་པ་དེ་དེ་ནི་ད་གེ་བ་རྣམས་ཀྱི་ནང་ནས་ཆེ་ཤོས་བཅས་ཆགས་བསྡད་ཡོད་པ་རེད། ལྷག་པར་དུ་དེ་ནི་ཤ་ཁྲག་ལ་ལོངས་སྤྱོད་པའི་སྡེ་ཉེས་པར་ཆེ་ཡ་དང། ཤ་ཁྲག་ལོངས་སྤྱོད་པ་སྤོང་པ་དེ་ནི་ཕ་ཡོན་ཆེ་ཡ་ད་ཅེས་འདུལ་བའི་གཞུང། ཕྲན་ཚགས་ལ་སོགས་པའི་སྐབས་དེ་ནི་འདུལ་མྱོང་འདས་ཆེན་པོ། མདོ་སྡེ་བྷ་བོ་ཆེ། མདོ་སྡེ་དཀོན་མཆོག་རྫོགས་པ། མདོ་ལོངས་དཀར་ཤག་པ་ལ་སོགས་པའི་སྐབས་ཀྱི་ཐོག་པ་ཆེ་ཆུང་གི་མདོ་སྡེ་མང་པོའི་ནང་ནས་ད་གསུངས་པ་ནང་བཞིན་རེད། ཆོས་ཕྱོགས་ནས་བཤད་པའི་གསང་སྔགས། སྟོང་པ་སངས་རྒྱས་ཀྱི་སློབ་མ། གསང་ཆེན་བཅོམ་ལྡན་འདས་ཀྱི་སྦྱིན་སྤྱོད་རྣམ་པར་དག་པ་བྱས། ཡོན་དགུ་འདུས་ཏེ། མ་མཐའ་ཡང། སེམས་ཅན་སྲོག་གཅོད་པའི། ཤ་ཁྲག། ལོངས་སྤྱོད་པ་སྤོང་ཡང་དག། སེམས་ཅན་སྲོག་གཅོད་པའི། སྡིག་པའི་ལས་དེ་སྤོང་ཡང་དེ། དང་ངེས་པར་དུ་དགོས་ཀྱི་རེད། དེ་འདྲ་ཡིན་དུས། དམ་པའི་ཆོས་ཕྱོགས་ནས་བཤད་ན་དེ་འདྲ་བ་ཅིག་རེད། ངས་ནི་ད། འཇིག་རྟེན་གྱི་དངོས་ནི་གཟིགས་གོ། སེམས་ཅན་མཆོག་དམན་རབ་འབྲང་མཐའ། ས་དང་སུ་ཡི་ནི་ཕྱིའི་རིན་ཐང་ཆེ་བ་དེ། དེ་ནི་རང་གི་ཚེ་སྲོག་རེད། རང་གི་ཚེ་སྲོག་ལས་རིན་ཐང་ཆེ་བ་ཞིག་མེད་པ་རེད། དེ་ཁོ་རང་རང་གི་ལུས་ཐོག་ནས་དཔེ་བླངས་ན་ཤི་འཐོད་རེད། གོ་འཐོད་རེད། ལྗོན་ཤིང་གི་མདོག་གི་ནང་ན། རང་གི་ལུས་ལ་དཔེར་བླངས་ནས་གཞན་ལ་གནོད་པར་མ་བྱེད་ཅེས་གསུངས་པ་རེད། དཔེར་ན། སེམས་ཅན་གཞན་ཞིག་གིས་རང། བཟའ་རྒྱུ་ཞིག་ཡིན་ན་ཡང། རྗེས་སུ་གར་སྟེ་དེས་རང་མི་བཟའ་རྒྱུ་ཁས་བླངས་བཞག་ན། རང་མི་གསོད་རྒྱུ་ཁས་བླངས་བཞག་ན། ད་རང་ལ་མཚོན་ན་ཧ་ལས་པའི་དགའ་སྤྲོ་ཆེ་པོ་ཞིག་རེད་བ། ཝེ་དེའི་རྐྱེན་དུ་ད་ང་རང་ཚོས་སྲོག་གཅོད་པ་བྱ་རྒྱུ་ཞིག་ང་རང་ཚོས་དེ་ནས་གར་ཟེར་གི་རེད་ཅེས་ཤ་ཁྲག་ལ་ལོངས་ཤོད་པ་བྱ་རྒྱུ་ཞིག་ཤ་ཁྲག་ལ་ལོངས་མི་ཤོད་པ་དང་སྲོག་མི་གཅོད་རྒྱུ་ཞིག་བཞག་ན་དེ་དང་དེ་ལ་ཡང་ད་དགའ་སྤྲོ་དཔག་མེད་ཡོད་ཀྱི་སྟེ། ང་ཚོས་ལུས་པོའི་ཐོག་ནས་རང་ཐོག་ནས་དཔེ་བླངས་ན་གོ་ཐུབ་ཀྱི་རེད། དེ་འདྲ་ཡིན་ནི་ཕྱིའི་རིན་ཐང་ཆེན་པོ་བཅས་ཡིན་པས་རྗེས་མཚན་གྱི་ཐོག་ནས་རང་ལ་དཔེ་ལོངས་པའི་ཐོག་ནས་དེ་ནི་སེམས་ཁྲལ་ཡིན་ལ་ད་ཚེ་སྲོག་གཅོད་མི་ཉན་རྒྱུ་ཧ་གོ་ཐུབ་ཀྱི་རེད། ཉིད་ནི་བསམ་བློ་བཏང་ན། སེམས་ཅན་སྲོག་གཅོད་པའི་རྣམ་སྨོན་དེ་ད་དམྱལ་བའི་ཕུང་པོ་འབྲོས་ནས་ད་མི་ལོ་སྟོང་ཕྱུར་མང་པོའི་བར་དུ་དམྱལ་བའི་གནས་ནས་རྩ་སྦྲང་གི་སྡུག་བསྔལ་མྱོང་དགོས་ཞེས་མདོ་ལོ་འགའ་ཞིག་པའི་ནང་དུ་གསར་བུ་ཅིག་གསུངས་པ་རེད། སེམས་ཅན་གསོད་པའི་ལས་ཀྱི་རྣམ་པ་སྨོན་པ་དང། སེམས་ཅན་གསོད་པའི་ཤར་ཟ་བའི་ལས་ཀྱི་རྣམ་པ་སྨོན་པ་གཉིས་ཀ་འདྲ་མཉམ་དུ་གསུངས་པ་རེད་ལུང་དཀར་གྱི་བོན་ཐུགས་ཀྱི་ནང་ན་སེམས་ཅན་གསོད་པའི་ཤ་ཟ་བ་དང། སེམས་ཅན་གསོད་པ་དགེ། ལས་བཞི་པ་ཉི་ཏིག་འབྲས་བུ་སྟེ། དེ་ནས་དམྱལ་བའི་གནས་སུ་དེ་ནས་གར་སྐྱེས་བྱས། སྐྱེས་ནས་ད་རང་གི་ལུས་ཐོག་ནས་མྱོང་དགོས་ཞེས་གསུངས་པ་ཡིན། དུས་རྣམ་སྣང་གི་ཐོག་ནས་བསམ་བློ་བཏང་ན་རྣམ་མང་བཅུ་ཤུ། རྣམ་མང་བརྒྱུད་ཤུ་བཅས་ཡིན་པ་རེད། དེ་འདྲ་ཡིན་དུས་དེ་སོགས་གསུམ་ནས་བསམ་བློ་བཏང་ན་ད་ང་ཚོ་ཚང་མ་བོད་པ་རེད། མང་ཆེ་ཤོས་བཅས་དཀོན་མཆོག་སེམས་ཀྱི་སྐྱ་འོག་ཏུ་ཚུད་པ་རེད། དེ་ནི་ནང་པའི་ཆུས་ཉམས་ལེན་བྱེད་འདོད་མཁན་གཅིག་རེད། དེ་འདྲ་ཡིན་དུས་དཀོན་མཆོག་སེམས་ལ་སྐྱབས་སུ་འགྲོ་ཡ་ཞིག་དང་དམ་པའི་ཆུས་ཉམས་ལེན་བྱེད་མཁན་གཅིག་ཡིན་ནི་སོང་མ་མཐའ་ཡང་དེ་ནི་སེམས་ཅན་ལ་འཚེ་བ་སྤང་དགོས་ཡ་ད་དེ་འདྲ་བ་ཅིག་རེད། མདོར་ན་ཆུ་རྣམས་མི་འཚེ་བ། དེ་ཀྱང་གཤེགས་པ་རྣམས་ཀྱིས་གསུངས། གསུངས་པ་ནང་བཞིན་རེད། ཆུ་ལ་སྐྱབས་གསུམ་འགྲོ་ཚར་ནས་བཟུང་སེམས་ཅན་ལ་གནོད་པ་སྟེ་སེམས་ཅན་ལ་འཚེ་བ་དེ་སྤོང་དགོས་ཞེས་དང། མདོ་སྔགས་ཚང་མའི་ནང་ན་དག་གསུམ་ལ་གཅིག་རེད། ད་ལྟའི་དཀོན་མཆོག་ལ་སྐྱབས་སུ་སོང། ནང་པའི་ཆོས་ལ་སྐྱབས་སུ་སོང་པ་ཞེས་གའི་སྒྲ་གདངས་ཡང་སེམས་ཅན་ལ་འཚེ་བ། དེའི་ནང་ནས་ཡང་ཤ་ཁྲག་གི་སྡིག་པའི་ཟས། ལ་སྤྱོད་པའི་སེམས་ཅན་གྱི་ཚེ་སྲོག་ལ་ཐད་ཀར་གནོད་པའི་ལས། སེམས་ཅན་གྱི་ཚེ་སྲོག་གཅོད་པའི་སྡིག་པའི་ལས་བྱས་ན་སེམས་ཅན་ལ་གནོད་པའི་ལས་རེད་དེ་འདྲ་ཡིན་དུས། སྐྱབས་འགྲོ་གི་བསླབ་བྱ་ཡང་ཉམས་འགྲོ་ས་ད་དེ་འདྲའི་གི་ལས་ཤིག་རེད། དེ་འདྲ་ཡིན་དུས་དེ་ནས་ད་རེ་བཞུགས་ཤིག་ལ་རབ་ན། ད་མི་ཚེ་གོང་འོག་དེ། སེམས་ཅན་གྱི་སྲོག་མི་གཅོད་པ་དང། སེམས་ཅན་སྲོག་གཅོད་པའི་ཤ་ཁྲག་ལ་ལོངས་མི་སྤྱོད་པ། ཁས་ལེན་དང་གཏམ་འཆལ་ཐོས་ན་ད་ཨང་དང་པོ་རེད། དེ་ལྟར་མ་ཐུབ་ན་ཡང་ད་ཅི་ལོ་འགའ་རེ། དེ་ནས་ཟླ་བ་འགའ་རེ་གི་བར་དུ་ཡང། སེམས་ཅན་སྲོག་གཅོད་པའི་དང། སེམས་ཅན་གསོད་པའི། ཤ་ཁྲག་གི། སྡིག་བཟའི། དཔང་དུ་སོང་ན། ད་ཡག་པོ་རེད། དེ་གཉིས་གང་ཡང་མ་ཐོབ་ན་ཡང། ད་མ་མཐའ་ངོ་མ་རེད་བ། དེ་ནས་ས་ག་ཟླ་བ་འདི་གཅིག་པོའི་ནང་དུ། དེ་ནས། ཤ་སེམས་ཅན་གསོད་པའི་ཤ་ཁྲག་ལ་ལོངས་མི་སྤྱོད་རྒྱུ། དེ་ནས་སེམས་ཅན་གྱི་ཚེ་སྲོག་མི་གཅོད་རྒྱུ་ལ་སོགས་པ་གཙོ་བོར་བྱས་པས། དེ་ནས་སྡིག་པའི་ལས་དེ་སྤོང་ཐུབ་གསུངས་ན། སྤྱིར་བཏང་གི་དགེ་བ་རླབས་ཆེན་པོ་ཡིན་པ་མ་ཟད། ལྷག་ཏུ་དེ་ནས་ཟླ་བ་འདི་གཞན་དང་མ་འབྲེལ་བའི་འཇིགས་ཆེན་པོ། སྟོབས་ཆེན་པོ། པིར་རྟུག་ཆེན་པོ་གཅིག་གིས་བཟླ་བ་ཡིན། དུས་བཟླ་བ་གཞན་གྱི་ནང་ནས་བདུག་པ་སྤང་བ་དང་མི་འབྲལ་བས། དེ་ནི་དགེ་བ་རླབས་ཆེན་པོ་གཅིག་ཐོབ་ཀྱི་ཡོད་པ་རེད། འགྱུར་རྟུག་ཆེན་པོ་གཅིག་དེ་ནི་འགྲོ་གི་ཡོད་པ་སྨོས་མེད་རེད། དེ་ནི་བཟླ་བ་འདིའི་ནང་དུ། དེ་ནི་དགེ་ལས་བྱེད་ཚུལ་ཚང་མ་ཡང་དང་མཉམ་དུ་ཐོབ་ཡོང་རྒྱུ། དེ་འདྲའི་དགེ་བའི་ལྷ་ལ་བསམ་བློ་བཏང་ན་རླབས་ཆེན་གྱི་དགེ་བ་མང་པོ་ཅིག་འབྱུང་ཡོང་ས་གི་དེ་འདྲ་བ་ཅིག་རེད། དེ་ནས་ད་རེ་བ་ཞིག་ལ། ད་རེའི་ཟླ་བ་འདིའི་ནང་དུ་དེ་ནས་སྡིག་པ་ཤོས་དང། སྤང་བ་དང་ཕྱི་བཏང་གི་དགེ་བ་འདི་ལ་གཞལ་བྱ་རེད་དེའི་ཐོག་ནས་སེམས་ཅན་སྲོག་གཅོད་པ་དང་ཤ་ཁྲག་ལ་ལོངས་སྤྱོད་པའི་ལས་འདི་དེ་ནས་སྤང་ཐུབ་ན་མ་འཆུག་ཅེས་སྙིང་ཁོང་རུས་པས་བཏང་ནས་གསུར་གྱི་ཐ་མོ་སྙིང་གར་གཞར་ནས་དེ་ནས་བཅུད་ལྡན་ཁ་བ་རི་བའི་གངས་ཅན་པའི་སྤོབས་པ་ཞེས་དང། དེ་ནས་ནང་པ་སངས་རྒྱས་པའི་ཆོས་བདུན། ནང་པ་སངས་རྒྱས་པའི་ཆོས་པ་ཡང་ལ། དེ་ནས་ཉམ་ཆུང་གི་སེམས་ཅན་མང་པོ་ཅིག་གི་ཚབ་བྱས་ནས་ཞུས་པ་ཡིན། དེ་ནས་སྐབས་དེ་ལྟ་བ་འདིའི་ནང་དུ་དེ་འདྲ་བའི་དགེ་སྤྲོས་བདུད་དཔང་ལྷག་ཏུ་སེམས་ཅན་གྱི་སྲོག་གཅོད་སྤངས་པ་དང། སེམས་ཅན་གྱི་ཤ་ཁྲག་སྤངས་པ་རེ་ཡོད་ན། དེ་ནི་ཁྱེད་རང་ཚོ་གི་ཅིག་འདི་ཅིག་ཉིད་གཞན་ཚོས་གི་སྤང་ཤོག་ཟེར་བ་རྒྱུ་མཚན་དེ་ཤེས་པ་ཙམ་དང། མི་འགའ་ཤས་ཀྱིས་སྤང་བ་སྦྱིན་སྲེག་འདི་བྱས་ནས་སྤོང་དགོས་ཤིག་ཞེས་པ་དང། ཡང་ན་ཅེས་ཁ་ཕོ་རི། སོགས་ཅེས་ཤ་གཅོད་པ་དང་སྲོག་གཅོད་པ་སོགས་དེ་འདྲ་མ་ཡིན་པ། དེ་ནས་ད་རེས་ཏིང་འགྲོ་དག་གི་ཤ་གཅོད་པའི། དང་སེམས་ཅན་སྲོག་གཅོད་སྤོང་པ་འདི། དེ་ནས་སྦྱིན་སྲེག་འདི། དེ་ནས་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་རྫོགས་པའི་སངས་རྒྱས་ཀྱི་སྒོ་མོ་རིན་པོ་ཆེ་ཐོབ་པ་དང་སྲིད་སྤྱི་ཐམས་ཅད་ཀྱི་རྒྱུ་སྐལ་སྡུག་བསྔལ་རྒྱུ་འབྲས་གཉིས་ཀ་དང་འདྲ་བའི་དོན་དག་ལ་ད་ངས་ཤ་གཅོད་པ་ཡིན་བསམ་པ་བཅད། རང་གི་ཕྱིར་ཐོག་མེད་ནས་བསགས་པའི་སྡིག་ལྟུང་ཐམས་ཅད་ཡང་དག་པའི་དོན་དག་ལ་དེ་ནས་དེ་ག་ངས་ཤ་གཅོད་པ་ཡིན་བསམ་པ་བཅད་ཀྱི་བསམ་པ་རྣམ་དག་གིས་མགོ་བཟུང་དགོས་པ་ཞིག་དང། དེ་ནས་མཇུག་མཐར། བསམ་པ་རྣམ་དག་གི་ཐོག་ནས་བསྔོ་བ་སྨོན་ལམ། ད་རེས་ཤ་བརྗོད་པ་དང་དེ་འདྲ་བ་ཅིག་གིས་དང། ས་ག་ཟླ་བའི་ནང་ནས་སེམས་ཅན་སྲོག་གཅོད་པ་དེ་མདོར་ན་སེམས་ཅན་གྱི་སྲོག་ལ་གནོད་པའི་ལས་སྤངས་པའི་དགེ་བ་འདི་མཚོན་པའི་དུས་སམ་ས་གཡོ་བྱེད་དགེ་བའི་རྩ་བ་ཐམས་ཅད་གཅིག་ཏུ་བསྡོམས་ནས། དེ་ནས་ད་རེས་དེ་འཕྲོ་རྒྱལ་བཙན་རྒྱལ་དབར་དབྱངས་དང། པགས་པ་ཀུན་ཏུ་བཟང་པོ་རྣམས་ཀྱི་སྤྱི་ལྟར་སྨོས་པ་དེ་བཞིན་དུ་དེ་ངས་ཀྱང་བསྔོ་བ་དང་སྨོན་ལམ་རྒྱུའོ་སྙམ་པའི་དོགས་ནས་དེ་འཇམ་པ་དཔའ་བོ་སོགས་ཀྱིས་བསྔོ་བའི་ཚིག་གིས་དེ་ནས་བསྔོ་བ་ཞུས་པ་ཡིན་ནམ། དེ་དེ་འདྲ་བའི་དགེ་བའི་རྩ་བ་སྟེ། ཐོགས་པ་ཆེན་པོའི་དགེ་བའི་རྩ་བ། སྡུག་བསྔལ་ཇི་འདྲའི་གཉིས་ཀ་དང་སྦྱར་ནས། རྣམ་མཁྱེན་རྫོགས་པོ་སངས་རྒྱས་ཀྱི། སྒོམ་སྤོང་རིན་པོ་ཆེ་ཐོབ་པའི་རྒྱུར་འགྲོ་གི་ཡོད་པ་ཡིན་ན། དེ་ནས་ཁྱེད་རྣམ་པས། མགོ། སེམས་བསྐྱེད་ཀྱི་རྩིས་ཟིན་པ་དང། རྒྱུད་བསྔོ་བ་སྨོན་ལམ་གྱི་རྩིས་ཟིན་པའི་ཐོག་ནས། དེ་ནས་དགེ་རྩ་ཡོག་པོ་བཅས་འདི་ནས་སྒྲོལ་རོགས་བྱེད་ཀྱི་ཡོད་པ་ཡིན། རྣམ་པ་ཚང་མ་ལ་བཀའ་དྲིན་ཆེ་ཞུ། ཝའོ། བེ་བཟང་གུར་བེ་མ་སི་བེ།